མི་རིགས་ཀྱི་གཟུགས་མེད་རིག་གནས་ཤུལ་བཞག་གི་རྒྱུན་འཛིན་པ་དང་གཟུགས་མེད་རིག་གནས་ཤུལ་བཞག་ལ་དགའ་ཞེན་ཆེ་བའི་གི་རིག་གནས་ལས་སྒྲུབ་པ་ཚོས་དེང་རབས་ཅན་གྱི་འདུ་ཤེས་དང་ལག་རྩལ་དེ་ལ་བརྟེན་ནས་སྲོལ་རྒྱུན་གྱི་རིག་གནས་དེ་དེང་རབས་ཀྱི་འཚོ་བ་དང་ཁྲོམ་ར་སོགས་ལ་ཟུང་འབྲེལ་ཡོང་བའི་གི་ལམ་བུ་གསར་པ་ཞིག་འཚོལ་ཞིབ་བྱེད་བཞིན་ཡོད་པ་རེད། རིང་དུ་ནི་དཀར་མཛེས་ཁུལ་དཔལ་ཡུལ་རྫོང་ནས་ཡོང་བའི་ལྷ་འགའ་ཞིག་ཡིན་ལ། ཟམ་གྱི་བཟོ་རྩལ་རྒྱུན་འཛིན་པ་ཞིག་ཀྱང་རེད། ཕ་མེས་ནས་རྒྱུན་འཛིན་བྱུང་བའི་ལག་རྩལ་འདི་ནི་ཁོང་གིས་པར་དུ་ལོ་ངོ་བཞི་བརྒྱ་ལྷག་གི་ལོ་རྒྱུས་ཡོད་པ་རེད། རང་གི་མི་ཚང་དེ་ལ་སྡོང་ཚ་ཚང་ཟེར། སྡོང་ཚ་ཚང་ཟེར་ཡང་དེ་ཚང་མ་སྡོང་ཚ་པད་མ་ཟེར་མི་ཆོག་ད་མི་ཇི་ལྟ་འམ། དེའི་སྐབས་སུ་ལས་དེ་ནས་ང་ཚོའི་མཆན་ཁུང་ཆུང་སང་ལྗང་མཆན་རྩི་འོང་པོ་གི་སྐབས་སུ་ལས་དེ་མཆན་རྩི་ལི་མ་ཟེར་མི་ཆོག་ད་རེད་ལ།

བཟང་རེས་བཟོ་རྩལ་གྱི་ལོ་རྒྱུས་དང་བཟོ་རྩལ་གྱི་ཁྱད་ཆོས་ངོ་སྤྲོད་བྱས་ཤིང། ཁོང་གིས་ཕ་མེས་ནས་རྒྱུན་འཛིན་བྱུང་བའི་བཟོ་རྩལ་འདི་ནི་མི་རབས་ནས་མི་རབས་བར་དར་སྤེལ་གཏོང་བའི་ཆེད་དུ་གང་ཐུབ་ཅི་ཐུབ་ཀྱིས་མ་དངུལ་དང་ཐོན་ཁུངས་བསྡུ་རུབ་བྱས་ཏེ། བཟོ་གྲྭ་ཞིག་བཙུགས་ནས་ཆེད་དུ་གསེར་དང་དངུལ་གྱི་མཆོད་ཆ་དང་ལྷ་སྐུ། མི་རིགས་རྒྱན་ཆས་སོགས་གདོང་བཟོ་བྱས་པ་རེད།

རེ་འདི་ཡིས་བཙུགས་ཡོད་པའི་བཟོ་གྲྭ་དེ་ཡིས་རང་གི་ཕ་མེས་ནས་རྒྱུན་འཛིན་བྱུང་བའི་ལག་ཤེས་བཟོ་རྩལ་ནི་མ་ལག་ཆ་ཚང་བའི་སྒོ་ནས་འཛིན་སྐྱོང་སྤེལ་གསུམ་བྱེད་པའི་ལྟེ་བའི་ཞིང་བསྐྲུན་པ་མ་ཟད། ཡུལ་མི་སྤུན་ཟླ་རྣམས་ལ་ལས་གནས་བརྒྱ་ཙམ་ཞིག་མཁོ་འདོན་བྱས་པ་རེད།